དོན་ཇི་ལྟར་དེ་རིང་འདི་ལ་ང་ཚོ་བརྙན་ཐུང་སུམ་བརྒྱ་བདུན་ཅུ་དེ་འགྲུབ་ཀྱི་ནང་ལོགས་ལ་ཨར་འདར་དེ་རིང་སྐད་ཆ་བཤད་གནས་བརྟན་འགྲོ་འདི་ཨར་འདར་དེ་རིང་གནས་བརྟན་གལ་ཆེའོ་ཨར་གཅིག་རང་གི་སྐོར་ལ་ཅིག་ཆགས་དེ་འདུག་ད་དེ་ནམ་རྒྱུན་དུ་ང་ཚོ་བརྙན་ཐུང་ཚང་མ་ན་ཤེས་དེ་གི་ཨར་འདར་ད་ལྟའི་ཞལ་ཕེ་དེ་འདྲ་ར་ཤི་ཡའི་དང་ཨར་ཡུག་རེན་གཉིས་ཀྱི་དེར་དམག་གི་གནས་སྟངས་ཡིན་ནར་ཡང་མར་དམག་གི་ཁ་ཕྱོགས་འདྲ་བོ་དེ་ག་འདྲ་ཞིག་ལ་འགྲོ་གི་འདུག་ལ་ནི་སྐོར་ལ་ཅིག་ཆགས་དེ་འདུག་བ།

ད་དེ་ཡང་དང་པོ་དེ་ལ་ཟླ་འདིའི་ང་ཚོ་དེ་ཆུ་མཛོད་སྟོད་རལ་དང་འབྲེལ་ཡོད་དུ་ད་གནས་ཚུལ་གལ་ཆེ་བོ་ཞིག་ག་རེ་ལུས་ལ་ན་ཨ་རི་ད་དེ་ག་ད་དེ་རིང་དེ་བ་དེ་ད་ང་ཚོ་གར་ས་དེ་ད་དེ་གི་ཆུ་མཛོད་དེ་གི་འགྲམ་ལ་ཡལ་རྒྱུ་ཡོད་དེ་རེད་ད་ང་ཚོ་ཡུག་རེན་གི་མི་མང་ཡིན་ན་རེད་ཡང་མ་ན་ག་ད་དེ་གི་ཆུ་མཛོད་གི་འགྲམ་དུ་ད་འགྲམ་འགྲམ་ལ་ཡལ་རྒྱུ་ཡོད་དེ་རེད་གི་ད་ང་ཚོ་གྲོང་གསེབ་གི་སུ་ལ་ག་ད་ད་རྒྱལ་ཆུ་མཛོད་གི་ནང་ལོ་ད་ད་དེ་ཞག་ལོ་ཆུ་ལོག་གི་དཀའ་ངལ་ཞེ་བོ་ཞིག་སླེབས་འདུག་ལགས།

ཁས་ལེན་མ་བྱ་རྙོག་དྲ་ཞིག་ག་བ་རེད་ཟེར་ན་ཨ་མྲ་ཏི་ད་ལྟ་དང་གོང་ཐོ་ར་དེ་དང་ང་ཚོ་ད་དང་གོང་དེ་ད་སྤྱི་ཟླ་དྲུག་པ་གི་ཚེས་དྲུག་དེ་ད་ད་ང་ཚོ་དེ་ཆུ་མཛོད་ཡར་བ་འོ་དེ་གཏོར་ཚ་རེ་བྱེད་ད་ག་རང་ན་ཨ་དེ་ད་མཉམ་རྒྱལ་རྒྱ་མཚོ་གི་དེ་རེད་དེ་ཇག་དེ་རེད་ང་ཚོ་ཡི་ད་ཚོགས་པ་རོ་ཅིག་དེ་ད་ག་ད་དེ་གས་ཆོ་ཅོ་བ་འོ་དེའི་ན་ར་ག་ད་དེ་རེད་གི་ཚོགས་འདུ་གས་ཆོ་བ་ཞིག་ཚོགས་བས་ད་དེ་གི་ཨ་དེ་ད་ཆུ་མཛོད་གཏོར་བས་དེ་གང་ལ་རོ་བ་འོ་དེའི་ཚོགས་འདུ་དེ་ན་ར་ཡང་དེ་ད་ར་ཤི་ཡའི་དང་ཨ་ར་ཡུག་རེན་གཉིས་དེ་གང་ད་ཕན་ཚིན་བ་ད་སྐྱེན་བྱེད།

ཉིས་བརྒྱ་ལྔ་བཅུ་ཚེ་སའི་གྲོགས་དང་ཡང་མ་རེད་ཐེ་རེ་གི་སྟེང་བཅུ་དྲུག་དེར་གཏོར་རིང་རྡོག་རྡོག་དེ་འདྲས་གང་འདྲ་བས་ཁྱབ་བསྒྲགས་སུ་རེ་གང་འདྲ་ཅིག་བྱས་སོང་ཨ། ད་དེ་བྱེད་སྐབས་སུ་ད་དེ་འདྲ་རེ་བྱེད་ངེས་ན་དམིགས་བསལ་དེ་འདྲའི་ཁས་ལེན་གལ་ཆེ་ཡི་མ་རེད་རྡོག་རྡོག་ཁ་ཁས་ལེན་བྱས་མ་ནུས་ན་ཨ་ཕ་ཡུག་རེན་གྱི་དམག་མི་བསད་དང་ཕ་ཡུག་རེན་གྱི་དེ་འདྲས་ཀྱི་སྟེང་གཏོར་ར་ཙམ་ཞིག་མ་འདུག་ཨ་ནི་ཚུགས་དེ་འདྲ་རེ་བྱེད་ལ་དེ་འདྲས་ཀྱི་དཀའ་ངལ་སོ་རེ་འཕྲད་འོས་དང་ཡང་མ་རེད་རེ་བྱེད་ལ་དེ་འདྲས་ཀྱི་ད་ཕའི་གཏོར་རྒྱན་སོ་རེ་ཐེབས་འོས་དེ་འདྲས་ཁས་ལེན་སོ་རེ་དེའི་སྐབས་སུ་ད་བྱེད་ཀྱི་ཡ་མ་རེད་ད་དེ་འདྲ་ཡང་མདང་དགོང་ཐོག་དེ་འདྲ་རེ་བྱེད་བདེ་སྲུང། བཀའ་ལན་གྱིས་ངེས་ནས་ཨ་ནི་ད་དེ་དང་འབྲེལ་བའི་ཐོག་ནས་ཡང་དེས་གང་འདྲ་སྐད་ཆ་བཟོ་ར་ཅིག་ཤེས་ཀྱི་ཡོད་བ་ད་དེ་སྐད་ཆ་ག་རེ་ཤེས་ཡོད་ལ་ན་ཨ་ནི་ཁ་སང་ཐོག་ད་ལྟ་ང་ཚོ་གར་ཟར་ད་ཡུག་རེན་ཁེངས་ནས་ཕར་ད་ད་ར་ཤི་ལ་ཤུགས་ཆེའོ་ཟིག་ངས་དེ་ནང་ལ་གང་ད་ད་ར་ཤི་ཡའི་དེ་རེད་གི་ད་དམག་མི་ག་ལ་གང་འཚམ་ཞིག་གྲོངས་སོང་དཔེར་ན་ཤར་ན་ར་ཤི་ཡའི་དམག་མི་བ་དེ་བདུན་ཅུ་ཐེངས་གཅིག་ཅིག་ད་ག་ད་དེའི་ཉིན་དེ་ལ་གྲོངས་སོང་ཐོག་ཐོག་དེ་འདྲས་ག་ད་བས་ཁས་ལེན་གི་བཟོ་ར་ཅིག་བྱེད་དེ་ཡི་རེད་བ་ཨ་ནི་དམིགས་སུ་བཀར་ཏེ་ད་དེའི་འགྲོ་ཁས་ལེན་བྱས་དང་ད་ལས་ཀི་དམག་དེ་ནང་ལ་བས་དེ་ཞི་བོ་སྐད་འབོ་ཆགས་དེ་ཡི་རེད་བ་ད་སྤྱི་དང་ད་ལས་ག་ད་དམག་དེ་ནང་ལ་གང་ད།

ཡོང་དུས་འདུར་བ་ད་ཡིན་ན་ད་ལྟ་གཞུང་འབྲེལ་གྱི་དོན་དག་དེ་འདྲ་གྱི་ཁྱབ་བསྒྲགས་སུ་གལ་ཆེ་ཡ་མ་རུ་ད་དེ་བས་དེ་འགོ་བཙུགས་ཡིན་ཟེར་བ་ད་ཡིན་ན་དངོས་གནས་དུ་ད་དུས་ཆ་ལ་ཕེ། བྱེད་སྟངས་རེད་ཡ་མ་ད་དུས་ཆ་ལ་ཕེ་ན་ལ་ད་འགྱུར་བ་འགྲོ་སྟངས་མང་པོ་ཞིག་ལ་ལྟ་ཡི་སྐབས་སུ་ཨ་ནི་ད་དེ་དུས་གང་ད་འགོ་བཙུགས་པའི་སོ་རེ་ར་ཆགས་དེ་རུ་བ་ད་དེ་ཡང་འགོ་བཙུགས་ཡ་དེ་ད་དོ་དོ་དང་པོ་གང་རེད་ཟེར་ན་ཨ་ནི་ད་དེང་སང་ཉེ་ཆར་ལ་ཡ་གོ་ར་ཡ་མ་ད་ད་དུས་ཆ་ལ་ད་ད་ར་ཤི་ཡའི་ས་ཁུལ་ནང་ལ་ཡང་གང་ད་ད་གཏོར་རྒྱན་དེ་བས་དང་ཡ་མ་ར་ཤི་ཡའི་ས་ཁུལ་ནང་ལ་ཡང་ད་དེ།

ད་ལྟ་ཡུཀ་རེན་ཤར་དང་ཨ་ད་ཡུཀ་རེན་ལྷོ་དེ་ཚོ་ན་གང་ལྟར་ད་དེ་ཚོ་ལ་ཤུགས་ཆེ་བོ་ཞེའོ་ཞིག་གང་ལྟར་ད་ཏིག་གིས་ནམ་དཀྱིལ་དང་མ་བྲག་ཤུགས་ཆེ་བོ་འཛིང་བསྡད་འདུག་བ་འོ་དེ་ཚོ་ལ་ལྟ་ཡི་སྐབས་སུ་ཡང་ཕྱོགས་ཞབས་མར་ལྟ་བ་ན་ད་ལྟ་ཡུཀ་རེན་གྱི་ཤུགས་ཆེ་བོ་འཛིང་ཡས་ཀྱི་དེ་འདྲ་གྱི་ཆ་ཤས་དེ་དང་ཡང། འགོ་བཙུགས་པའི་བཟོ་ལ་འགྲོ་ཅིག་ཨ་ཆགས་བསྡད་འདུག་བ་ད་ཡིན་ན་ངས་གནས་ཚུལ་ལྟར་དེ་འགོ་བཙུགས་ཡས་དང་མེད་དོ་ད་ང་ཚོ་སང་ཉིན་ནང་ཞིག་ལྟ་འགྲོ་ཅིག་ཨ་ཆགས་བསྡད་འདུག་བ། དེ་བྱ་ད་དེ་ཉིན་མོ་ད་ད་ཡང་ང་ཚོ་གར་ཟེར་ན་དེ་ར་ཤི་ཡས་དང་ཨ་ནེ་ཨ་ནེ་ད་ང་ཚོ་ཡུཀ་རེན་གྱི་དམག་དང་བྲལ་བ་ཅིག་གོ་ང་ཚོ་གནས་ཚུལ་གལ་ཆེ་བོ་ཞིག་ག་རེ་འགོ་ཚུགས་འདུག་ལ་ཨ།

བརྙན་ཐུང་གཅིག་གི་ནང་གི་སྐད་ཆ་ག་རེ་བཤད་ན་ན་ཨར་འདར་ད་ལས་དེ་འདྲ་རེ་བཤད་ཡུག་རེན་གི་དམག་དེ་ཤོར་རེ་ན་བཟུང་རྗེས་ཨར་འདར་གང་འདྲ་ཨ་རི་གི་ནང་ལ་ཡལ་རྒྱུག་དེ་འདྲི་གི་ད་བཟོ་གྲ་བཟོ་ར་ཡིན་ནའང་རེད་ཡང་མ་ན་དམིགས་སུ་བཀར་གྱི་དེ་འདྲི་གི་ཚུན་ཆ་བཟོ་ཉེས་གི་བཟོ་གྲ་མང་པོ་ཤོར་ཞིག་ལ་གང་འདྲ་ཁྱེད་བཟང་ཞེའོ་ཞིག་རག་ཡ་རེ་ཟིན་གི་སྐད་ཆ་ཅིག་བཤད་ཡོད་པ་འོ་དེ་བཤད་བ་ནང་འདར་གི་ཨར་འདར་ད་ལྟ་མདང་དགོང་དུ་ཨ་ཏིགས་གནས་ཚུལ་གལ་ཆོག་ཅིག་ག་རེ་དེང་ལ་ན་ཨར་འདར་དེ་ད་ལྟ་ང་ཚོ་ད་དེའི་ཆ་ད་ལྟ་ཨ་རི་ནང་ལ་ཡལ་རྒྱུག་དེ་འདྲི་གི་ད་ཚུན་ཆ་བཟོ་ཉེས་གི་བཟོ་གྲ་ཁ་ཤས་ཅིག་གང་འདྲ་བེད་དེ་ནམ་རྒྱིས་གི་ལས་ཀ་བྱེད་དེ་གི་དེ་ཚོ་དེ་བེད་མང་ང་བྱེད་འོ་འདུག་ལགས་ད།

སོ་ཁྲ་དུས་ཚོད་ཡོང་ད་ནམ་རྒྱལ་ཆུ་ཚོད་ལྔ་ཕྱི་གི་ན་ད་ད་དུས་དེང་སང་ཆུ་ཚོད་བརྒྱད་དགུ་ད་ཕྱི་རོ་ཨ་འོ་དེ་འདྲའི་ག་ད་ད་གནས་སྟངས་ར་བ་རི་ཡ་ཆགས་དེ་རོ་ཨ་འོ་དེ་གི་ཤུགས་ལ་ད་ག་ད་ད་དེའི་ཕྱི་ར་གང་ལྟར་ཕྱོགས་ཞབས་མ་ཅིམ་ལྟ་བ་ན་ཨ་དམག་དེ་གང་ད་ད་ཨ་རི་ཕྱུག་པོ་བཟོ་གི་ཡོད་སོ་ར་ད་ག་འདི་རི་གནས་སྟངས་ར་བ་རི་ཡ་ཆགས་དེ་རོ་ཨ་ད་དེ་གྲོགས་ཤིག་ཉི་མ་དེ་ད་དམག་གཞོན་དང་པོའི་སྐབས་སོང་དེ་ད་དེ་གྲོགས་ཆགས་རོ་ད་ད་ཡུལ།

ལགས་སོ་ཐུགས་རྗེ་ལེགས་ང་ཚོ་ཡང་སང་ཉིན་ནང་ཉིན་བཅར་ཡོང།